དེ་ནས་ཤེས་པ་རང་བཞིན་ལྟ་ལ་འོས་པ་ཟེར་བ་དེ་ལ་སྐྱེས་སྟེང་རྐང་ལག་དམིགས་པའི་ཁྱད་པར་གསུམ་བཅས་གསུངས་བ་རེད། ལམ་དེ་སྟེང་རྐང་ལག་སྐྱེས་ན་གླིང་གསུམ་གྱི་སྐྱེས་པ་བུད་མེད་ཁོ་ན་ལ་ཚོགས་ལམ་སྐྱེ་ཡི་འགྲོ་བ་གཞན་དང་ཟ་མ་དང་མ་ནིང་ལ་མི་སྐྱེ་བར་བཞེད་དོ། གླིང་གསུམ་གྱི་སྐྱེས་པ་བུད་མེད་ཟེར་ན་ང་ཚོ་གླིང་བཞི་བཤད་ཀྱི་ཡོད་པ་རེད་བ་ཤར་ལུགས་འཕགས་གླང་ལྷོ་འཛམ་བུའི་གླིང་ནུབ་བ་གླང་སྤྱོད་ཅང་སྒྲ་མི་སྙན་ཟེར་ལབ་གི་རེད་བ། དེའི་ནང་གི་གླང་ཆང་འདྲ་མིན་མྱངས་མཁན་མིན་ལ་ལམ་སྐྱེལ་ཐུབ་ཀྱི་མ་རེད་ཟེར་ག་རེ་ལབ་ན་ཆང་འདྲ་མིན་མྱངས་མཁན་བསྟན་དེ་ལ་སྡུག་བསྔལ་ཧ་ཅང་བྱུང་བ་ཡིན་ཙང་ངེས་འབྱུང་གི་བསམ་པ་སྐྱེ་གི་མ་རེད་ཟེར་ཨོ་དེ་འདྲ་ཟེར་གི་ཡོད་པ་རེད་འགྲོ་བ་གཞན་ལབ་དེ་ནི་ཡི་དྭགས་དང་དུད་འགྲོ་ལ་སོགས་པ་དེ་འདྲ་རེད། ད་ནི་ཟ་མ་དང་མ་ནིང་ཟེར་ཟ་མ་ཟེར་བ་དེ་སྤྱི་ཙམ་ཉོས་ནས་ཕོ་དང་མོ་ཡི་དབང་པོ་གང་ཡང་མེད་པ་དེ་འདྲ་ལ་ཟ་མ་དང་མ་ནིང་ཟེར་བ་དེ་ཕོ་མོ་གི་དབང་པོ་གང་རུང་ཅིག་ཡོད་ན་ཡང་བྱ་བ་བྱེད་མི་ཐུབ་པ་ནུས་པ་མེད་པ། དེ་འདྲ་ཅི་ལ་མ་གནང་ཟེར་གྱི་ཡོད་པ་རེད། དེ་གཉིས་ལ་ལམ་སྐྱེལ་མི་ཐུབ་པའི་རྒྱུ་མཚན་དེ། ལུས་དེ་ལས་སུ་མི་རུང་བ་ནང་བཞིན་དུ་སེམས་ཀྱང་བརྟན་པོ་མེད་ཟེར་གྱི་ཡོད་པ་རེད། ལམ་རྒྱུད་ལ་སྐྱེས་པ་ལ་ཞི་གནས་དང་ལྷག་མཐོང་ལ་སོགས་པ་གང་ལྟར་སེམས་བརྟན་པོ་གཅིག་མེད་ན་ལམ་སྐྱེལ་ཐུབ་ཀྱི་ཡོད་པ་མ་རེད། ཟ་མ་དང་མ་ནིང་དེ་ལ་ལུས་ཀྱི་དབང་གིས་སེམས་ཀྱང་བརྟན་པོ་མེད་ཞེས་འོ་དེ་འདྲ་གསུང་གི་ཡོད་པ་རེད། འདི་ནི་ས་གང་ལ་བལྟས་ནས་སྐྱེས་ན། དུས་དུས་སུ་རྣལ་འབྱོར་ལ་བརྩོན་པ་ནི་བསམ་གཏན་ས་དྲུག་གམ་འདོད་པའི་ཁམས་ཀྱི་བསམ་པ་རྩེ་གཅིག་པ་ལ་བརྟེན་ནོ། དུས་དུས་སུ་རྣལ་འབྱོར་ལ་བརྩོན་པ་ཟེར་ན་དཔེར་ན་ཚོགས་ལམ་གྱི་གནས་སྐབས་སུ་སྟོང་པ་ཉིད་བསྒོམ་པ་དང་བདག་མེད་པ་བསྒོམ་པ་དང་མི་སྡུག་པ་བསྒོམ་པ་རྟེན་འབྲེལ་བདེན་པ་བཞི་བསྒོམ་པ་ལ་སོགས་པ་དེ་དག་ལ་དུས་དུས་སུ་རྣལ་འབྱོར་ལ་བརྩོན་པ་ཟེར་གྱི་ཡོད་པ་རེད། དེ་འདྲ་བ་དེ་བསམ་གཏན་ས་དྲུག་གང་རུང་གི་ཏིང་ངེ་འཛིན་ནམ་ཡང་ན་འདོད་ཁམས་ཀྱི་བསམ་པ་རྩེ་གཅིག་པ་ལ་བརྟེན་དགོས་རེད། བསམ་གཏན་ས་དྲུག་ཟེར་ན། བསམ་གཏན་དང་པོ་ལ་གསུམ་ཡོད་པ་རེད་བསམ་གཏན་དང་པོ་ཉེར་བསྡོགས་དང་བསམ་གཏན་དང་པོ་དངོས་གཞི་ཛམ་པོ་བ་དང་བསམ་གཏན་དང་པོ་དངོས་གཞི་བྱ་བར་ཅན་བཅས་ནས་གསུམ་དེའི་སྟེང་དུ་ཨ་ནི་བསམ་གཏན་གཉིས་པའི་དངོས་གཞི་གསུམ་པའི་དངོས་གཞི་བཞི་པའི་དངོས་གཞི་ཞེས་ནས་དྲུག་འོ་དེ་རེད་གང་ལྟར་འདི་དྲུག་དེ་ཚང་མ་དེ་ཨ་ནི་ཏིང་ངེ་འཛིན་རྐྱང་རྐྱང་རེད་ཡིན་ཙང། ཚོགས་ལམ་བཅས་ནས་སྐབས་སུ་བདག་མེད་པའི་དོན་ལ་སོགས་པ་བསྒོམ་པ་དེ་ལ་ཡང་ན་ཏིང་ངེ་འཛིན་རྣམས་ཞི་གནས་ཐོབ་དགོས་རེད། གལ་ཏེ་ཏིང་ངེ་འཛིན་དང་ཞི་གནས་མཚན་ཉིད་པ་མ་ཐོབ་ན་ཡང་འདོད་ཁམས་ཀྱི་བསམ་པ་རྩེ་གཅིག་པ་ངེས་པར་དུ་དགོས་རེད། འདོད་ཁམས་ཀྱི་བསམ་པ་རྩེ་གཅིག་པ་ལབ་ན། ཨེ་ནས་ཞི་གནས་ཀྱི་སེམས་གནས་པས་ཞི་གནས་ཐོབ་པར་བྱེད་པའི་རིམ་པ་དགུ་ཡོད་པའི་མཐའ་མ་དེ་འདོད་ཁམས་ཀྱི་རྩེ་གཅིག་པའི་ཏིང་ངེ་འཛིན་ཟེར་བ་དེ་རེད། མ་མཐའ་དེ་ཐོབ་དགོས་པ་རེད། འོ་དེ་རེད། མདོར་ན་ཚོགས་ལམ་རྗོད་དང་སྤྱོད་པ་ལ་ཡག་ཤོས་བྱུང་ན་ཞི་གནས་ཐོབ་དགོས་རེད། གལ་ཏེ་ཞི་གནས་མ་ཐོབ་ན་ཡང་ཞི་གནས་ཐོབ་པར་བྱེད་པའི་སེམས་གནས་པའི་ཐབས་རིམ་པ་དགུ་ཡོད་པའི་རིམ་པ་ཐ་མ་འདོད་ཁམས་ཀྱི་བསམ་པ་རྩེ་གཅིག་པ་དེ་ངེས་པར་དུ་ཐོབ་དགོས་རེད་ཟེར་བ་ན་དོན་དག་དེ་རེད། ད་ནས་སོ་སོ་སྐྱེ་བོ་ཚུལ་ཁྲིམས་དང་རྒྱུར་གྱུར་པའི་དགེ་བ་བཤད་ནས་འདོད་པའི་ས་ལ་བསྟེན་ནོ་ཟེར་དུས་སོ་སོ་སྐྱེ་བོ་ཚུལ་ཁྲིམས་ཟེར་ན་མ་ཟེར་ན་དགེ་ཚུལ་སློང་གི་སྡོམ་པ། ཨ་ནི་སོ་སོར་ཐར་པའི་ཚུལ་ཁྲིམས་དེ་རེད་དེ་སྐྱེས་པའི་རྟེན་ལ་ཏིང་ངེ་འཛིན་དེ་འདྲ་ཡ་དགོས་པ་ཡོད་པ་མ་རེད་སྤྱིར་བཏང་གི་འདོད་ཁམས་ཀྱི་སེམས་རགས་པ་ལ་དེ་ནས་ཀྱང་ཨ་ནི་སོ་སོར་ཐར་པའི་ཚུལ་ཁྲིམས་དང་འགལ་བ་གཞན་དཔེར་ན་སྦྱིན་པ་གཏོང་བ་དང་བཟོད་པ་བསྒོམ་པ་ལ་སོགས་པའི་འགལ་བ་གཞན་སྐྱེ་ཐུབ་ཀྱི་རེད་ཟེར་བ་ནའོ་དེ་འདྲ་རེད། ད་ནི་ཚོགས་ལམ་གྱི་ཡུལ་གང་ལ་དམིགས་ན་སོ་སོ་སྐྱེ་བོའི་ཚུལ་ཁྲིམས་ལས་སྔགས་ཀྱི་འཇུག་ལྡོག་ལ་དམིགས་དུས་དུས་སུ་རྣམ་འགྱུར་ལ་རྩོམ་པས་ནི་མི་སྡུག་པ་ལ་སོགས་པ་སྤྱོད་པ་རྣམ་སྦྱོང་གི་དམིགས་པའམ་དྲན་པ་ཉེར་གཞག་གི་དམིགས་པ་ལུས་ལ་སོགས་པ་ལ་དམིགས་རྒྱུར་གྱུར་པའི་དགེ་བ་གཞན་ནི་གསུང་རབ་རྣམས་ཀྱི་ཚིག་དང་དོན་གཅིག་ལ་དམིགས་པ་ཡིན་ནོ་གསུངས་པ་རེད། ནི་ཚོགས་ལམ་ཟེར་བ་དེ་ག་དམིགས་པ་བསམ་བློ་གཏོང་ས་ག་རེ་རེད་ལབ་དུས། དཔེར་ན། ཚོགས་ལམ་པའི་རྒྱུད་ཀྱི་སོ་སོར་ཐར་བའི་ཚུལ་ཁྲིམས་ཀྱི་ལུས་ངག་གི་འཇུག་ལྡོག་ལ་དམིགས་ཀྱི་ཡོད་པ་རེད། ཚུལ་ཁྲིམས་ཟེར་ན་མ་ཟེར་ན་ལུས་ངག་གི་སྒོས་སྡོམ་པ། ལུས་དང་ངག་དེ་སྡིག་པའི་བྱ་བ་ལ་འཇིགས་པར་སྡོམ་པ་དེ་ལ་ཚུལ་ཁྲིམས་ཟེར་གྱི་ཡོད་པ་རེད། ཡིན་ཙང་སོ་སོ་སྐྱེ་བོ་ཚུལ་ཁྲིམས་ཀྱི་དམིགས་ས་དེ་ལུས་ངག་གི་འཇུག་ལྡོག་རེད། དགེ་བའི་བྱ་བ་ལ་འཇུག་པར་བྱེད་པ་དང་སྡུག་པའི་བྱ་བ་ལ་ལྡོག་པར་བྱེད་པའང་དེ་རེད། དེའི་དུས་སུ་རྣལ་འབྱོར་ལ་བརྩོན་པ་ཟེར་བ་དེ་བདག་མེད་པར་བསྒོམ་པ་དང་སྟོང་པ་ཉིད་བསྒོམ་པ་ལ་སོགས་པ་གང་ལྟར་བསྒོམ་བརྒྱབ་པའི་དེ་ཟེར་གྱི་ཡོད་པ་རེད། ཨ་ནི་ཚོགས་ལམ་གྱི་གནས་སྐབས་སུ་བསྒོམ་བརྒྱབ་པའི་དམིགས་ཡུལ་གང་དག་ཡོད་པ་རེད་ལབ་ན་སྤྱོད་པ་རྣམ་སྦྱོང་གི་དམིགས་པ་དེ་སོགས་རེད། སྤྱོད་པ་རྣམ་སྦྱོང་གི་དམིགས་པ་ཟེར་ན། དཔེར་ན་འདོད་ཆགས་ཆེ་བའི་གཉེན་པོ་ལ་ཨ་ནི་མི་སྡུག་པ་དང་མི་གཙང་བ་བསྒོམ་པ་དང། གཏི་མུག་ཆེ་བའི་གཉེན་པོ་ལ་རྟེན་འབྲེལ་བསྒོམ་པ། ཤེར་དང་བྱེད་པའི་གཉེན་པོ་ལ་ནི་བྱམས་པ་བསྒོམ་པ་ལ་སོགས་པ་དེ་ལ་སྤྱོད་པ་རྣམ་འབྱོར་འགའ་དམིགས་པ་ཟེར་གྱི་ཡོད་པ་རེད་དྲན་པ་ཉེར་བྱས་ཀྱི་དམིགས་པ་ལུས་ལ་སོགས་པ་ལུས་ཚོར་སེམས་ཆུ་བཞི་ནི་གང་དུ་བཤད་པ་དེ་དག་རེད་དེ་ནས་རྒྱུར་གྱུར་པའི་དགེ་བ་གཞན་ཟེར་བ་དེ་སྤྱིར་བཏང་གི་ང་ཚོ་ལུས་ངག་གི་དགེ་བ་ནི་སྦྱིན་པ་གཏོང་བ་དང་བཟོད་པ་བསྒོམ་པ་ལ་སོགས་པ་དེ་དག་ལ་རྒྱུར་གྱུར་བའི་དགེ་བ་གཞན་ཟེར་གྱི་ཡོད་པ་རེད་དེ་ནས་ང་ཚོ་གསུང་རབ་ཀློག་པ་དང་འདོན་པ་དང་གསུང་རབ་ལ་ཐོས་བསམ་སྒོམ་གསུམ་བྱེད་པ་དེ་དག་ལ། ཨོ་དེ་དག་གིས་ཨ་ནི་གསུང་རབ་ཀྱི་ཚིག་དང་དོན་ལ་དམིགས་པ་རེད། ཨོ་དེ་འདྲ་གསུངས་པ་རེད། མདོར་ན་ཚོགས་ལམ་གྱི་གནས་སྐབས་སུ་ངེས་འབྱུང་གི་བསམ་པས་ཟིན་པའི་དགེ་བ་གང་འདྲ་ཅིག་བསྒྲུབས་ན་ཡང་དེ་ཚང་མ་ཚོགས་ལམ་ཡིན་ཟེར་གྱི་ཡོད་པ་རེད། ཡིན་ཙང་ཚོགས་ལམ་གྱི་དམིགས་པ་མཐའ་ཡས་པ་རེད། ཨ་ནི་ངེས་འབྱུང་གི་བསམ་པས་ཟིན་པའི་ཨ་ནི་དགེ་བའི་བྱ་བ་ཧ་ཅང་མང་པོ་ཡོད་པ་ཡིན་ཙང་ཚོགས་ལམ་གྱི་དམིགས་པ་འདི་རེད་ཟེར་ནས་ངེས་གཏན་གང་ཡང་ཡོད་པ་མ་རེད་ཡིན་ན་གཙོ་བོ་དེ་བདེན་པ་བཞི་དང་སྟོང་པ་ཉིད་སངས་རྒྱས་ཀྱི་གོ་འཕང་ལ་སོགས་པ། ཨོ་དེ་དག་ཡིན་པ་རེད། དེ་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནས་མཚམས་བཞག་རྒྱུ་ཆེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།